ཁོང་རྣམ་པ་ཚོ་ལ་སྣེ་ལེན་གཟབ་རྒྱས་ཀྱིས་ཞུས་གནང་སོང། དེའི་སྐབས་སུ་ད་ལྟ་ད་རིང་གི་སྐུ་ཚབ་ཚོགས་ཆུང་འདི་གི་སྣེ་ཁྲིད་པ་མེག་ཀོལ་མཆོག་གིས་གསར་འགོད་པ་ལ་གསུང་ཡ་གཙོ་བོ་གཅིག་དེ་འདི་རེད་ཤག་ཨ་ནི་སང་ཉིན་ཁོང་སྐྱབས་མགོན་ཆེན་པོ་མཆོག་མཉམ་དུ་ཨ་ནི་འདུག་ཅེས་མཇལ་བཅར་ཞུ་ཡ་གི་དུས་ཚོད་ཡོད་ཞེས་གསུང་གི་འདུག་དེའི་སྐབས་ཤིག་ན་ཨ་རི་དང་བོད་དང་འབྲེལ་བའི་གི་གནད་དོན་མང་པོ་ཅིག་སྙན་སེང་ཞུ་ཡ་ཡོད་ལྷག་པར་དུ་ཡིན་ན་ཉེ་ཆར་རང་ཨ་རི་གྲོས་ཚོགས་ནང་གཏན་འབེབས་བྱུང་བའི་བོད་དོན་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་དེའི་སྐོར་ལ་ཁོང་སྐྱབས་མགོན་ཆེན་པོ་མཆོག་ལ་སྙན་སེང་ཞུ་ཡ་ཡོད་ཞེས་དེ་འདྲས་ཅིག་ཁོ་རང་གིས་གསུང་གནང་གི་འདུག། ཁོང་གི་ཚོགས་གཙོ་སྐུ་ཞབས Michael McCaul ལགས་ཀྱིས། ཁྱེད་རྣམ་པ་ཚང་མས་མཁྱེན་གསལ་ལྟར་ང་ཚོས་གྲོས་ཚོགས་འོག་མའི་ནང་བོད་རྒྱའི་རྩོད་རྙོག་སེལ་བའི་སྐུལ་འདེད་གཏོང་བའི་ཁྲིམས་འཆར་ལ་མང་མོས་རྒྱབ་སྐྱོར་ཐོབ་པ་བྱུང་ཡོད་ལ། ཁྲིམས་འཆར་འདི་ཐོག་མར་སྐུ་ཞབས Richard Gale མཆོག་གི་བསམ་འཆར་ལས་བྱུང་བ་ཞིག་རེད། ཁྲིམས་འཆར་འདི་ཡིས་ཨ་མི་རི་ཀའི་གཞུང་གིས་བོད་ཀྱི་གནད་དོན་ཐོག་ལ་གོམ་སྟོབས་ཆེན་པོ་ཞིག་བྱས་ཡོད་པ་ཆགས་ཀྱི་ཡོད། ཨ་མི་རི་ཀས་དུས་རྟག་ཏུ་མི། སོང། གཞན་ཡང་རྒྱ་ནག་གཞུང་གི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པས་ཉིན་རེའི་གསར་འགོད་གསལ་བསྒྲགས་ནང། ད་རེས་ཨ་རིའི་གྲོས་ཚོགས་འཐུས་མིའི་སྐུ་ཚབ་ཚོགས་ཆུང་རྡ་རམ་ས་ལར་ཕེབས་པ་དེ་སྐྱོན་བརྗོད་ཀྱིས་ཨ་རིའི་གྲོས་ཚོགས་འཐུས་མི་ཚོས་བཙན་བྱོལ་ནང་ཡོད་པའི་ཁ་བྲལ་ཚོགས་པ་དང་འབྲེལ་བ་མཚམས་འཇོག་དགོས་ཅེས་བརྗོད་ཡོད་འདུག།
Hello Hello། འཛམ་གླིང་ས་ཕྱོགས་ག་སར་བཞུགས་པའི་བོད་རིགས་སྤུན་ཟླ་ཡོངས་ལ་གུས་པ་བསོད་ནམས་སྤྲོ་བ་འགྲོ་ནས་དུས་གསུམ་གྱི་ཨ་ནི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན་དང་པོ་དེ་ལ། ད་ང་ཚོ་ཨ་ད་ཆབ་སྲིད་ཀྱི་གནས་བབ་རེད། ད་ལྟའི་གི་གནས་སྟངས་འདི་ལ་ཡ་ང་ཚོ་ཆབ་སྲིད་ཀྱི་གནས་བབ་ག་འདྲའི་ཅི་ཆགས་དེ་རེད་རོ། ད་འཛམ་བུ་གླིང་འདི་གི་ནང་ལ་ཡ་ཨ་ནི་གཟེངས་སུ་དོན་ཡལ་དང་ནུས་པ་དོན་ཡལ་དང་རྒྱབ་སྐྱོར་ཤུགས་ཆེན་པོ་རག་ཡ་དེ་དང་ཤོག་དེ་དཔལ་འབྱོར་སྒོར་རེད་དེ་ང་ཚོ་ལ་ཡོད་མ་རེད། གཉིས་བ་དེ་ཤེས་ཡོན་གང་ཐུག་དེ་རེད། ཤེས་ཡོན་དེ་ཡོད་མ་རེད་ང་ཚོ་སྤྱི་ཚོགས་ཀྱི་ནང་མང་དེ་ལ་རོ། གཟེངས་སུ་དོན་གཉེར་ང་རང་སྤྱི་ཚོགས་ནང་དཔེ་དཀོན་པོ་རེད། ད་ང་ཚོའི་གི་ལས་དབང་དེ་བོད་མིའི་གི་ལས་དབང་དེ་འཛམ་བུ་གླིང་གི་ནང་ལ་ཡ། འཛམ་བུ་གླིང་མི་མང་རྒྱབ་སྐྱོར་བྱེད་ཉེན་ཀའི་ཆེས་མཐོ་ཡས་གི་ག་དུས་གང་ལ་ལམ་གང་ལ་བྱེད་དགོས་གི་ཡོད་མེད་དེ་གཙང་མ་ཡོད་མ་རེད། དེ་མི་མང་དམངས་གི་རྒྱལ་སྤྱིའི་མི་མང་མགོ་འཐོམ་གི་ཡོད་རེད། ད་དེ་ངས་གར་ཞུ་དགོས་ལ་བ་ཡིན་ན་མགོ་འཐོམ་མེད་དེ། ང་ཚོས་ཀྱི་བོད་པའི་གི་ལོ་རྒྱུས་ཀྱི་ནང་ལ་ཡ། ལོ་རྒྱུས་དྲི་ཉན་ཅིག་ཡིན་ན་རེད། ནང་པའི་ཆོས་ཀྱི་དཔེ་ཉན་ཅིག་ཡིན་ན་རེད་ད་ལྟ་བར་དུ། མང་ཆེ་གི་ཕྱི་རྒྱལ་ཁབ་མིག་གི། བྱེད་ཀྱི་ཡོད་རེད། ཆོས་ཚོགས་བཙུགས་ན་ཕྱི་རྒྱལ་ཁབ་མིག་གི་བཙུགས་ཡོད་རེད་ད་ལྟ་བར་དུ་སྙེ་མ་ནི། ད་ཕྱིས་སུ་བོད་པ་ཆགས་འདོད་རེད་དེབ་རྩོམ་པ་པོ་ཚང་མ། ཕྱི་རྒྱལ་བ་རེད། ད་ད་ག་ནང་བདག་གི་ཡོ་ག་ད་ག་རི་ཡིན་ན་ཚང་མ། ཁོང་ཚོའི་མི་ཆགས་འདོད་རེད། སྐད་སྒྱུར་རིག་ན་སྙན་མ་ཤུགས་ཆེ་འདི། ཨིན་ཇི་རེད་ཨིན་ཇི་ང་ཚོ་བོད་སྐད་བོད་པས་སྐད་སྒྱུར་བྱེད་ཀྱི་ཡོད་རེད་བ་ཆོས་ཆོས་ཕྱོགས་ཀྱི་ནང་ལ་མང་པོ་ཡོད་རེད་ང་ཚོ་བོད་པ་དཔེ་ཉུལ་ཉུལ་རེད་ཐུབ་བསྟན་སྦྱིན་པ་ལ་ད་སྙིང་ཞོ་འདྲ་བོ་ཅིག་རེད་གཞན་པ་དཔེ་ཉུལ་ཉུལ་རེད་ད་འདི་གནད་འགག་མང་པོ་ཅིག་ལ་ཐུག་ནས་ཨ་ནི་ང་ཚོ་གི་རྒྱལ་རབས་ཀྱི་ནང་ལ་ཡ་དོན་ཚན་ཨ། ཤིམ་ལ་ཆིངས་ཡིག། དོན་ཚན་ལྔ། དོན་ཚན་བཅུ་བདུན། Stars Park། འདི་ཟུར་གྱི། ཨ་ནི། ཨ་ང་རང་ཚོ་འགྲོ་བའི་བརྒྱུད་རིམ་གྱི་ནང་ལ། ཨ་ནི། འདི། Follow up། ལེགས་རོགས་ང་ཚོ་གི་མཇུག་སྐྱོང་ཐུབ་ཡོད་མ་རེད་ང་ཚོ་གི་བྱས་ཙང་རྒྱལ་ཁབ་ཚང་མའི་གི་འཛམ་བུ་གླིང་གི་ནང་ལ། བོད་བོད་པ་འདི་བོད་བོད་འདི་རང་བཙན་གཙང་མ་རེད་བྱས་བྱས་དུས་དོན་ནི་ཤེས་ཐུབ་ཡོད་མ་རེད་ཁོང་ཚོ་གི། ཁུངས་ལུང་སྟོན་ཡ་གྱལ་ཡོད་མ་རེད་མིག་སེར་གྱི་རོ་ཨ། གནས་སྟངས་འདི་ལ་ལྟ་ནས་འཛམ་བུ་གླིང་གི་ནས་ང་ཚོ་རྒྱབ་སྐྱོར་འདི་སྤེལ། རྒྱབ་སྐྱོར་དངོས་གནས་ཡོད་རེད་བ་ལ་ན་ཚད་མཐོ་བོ་ཞུ་ཡོད་རེད་དེ་བྱེད་ཐུབ་ཀྱི་ཡོད་མ་རེད། ལྟ་འདི་ག་རི་ལ་བལྟས་ནས་རེད་ཟླ་བ་ཡིན་ན་ང་རང་ཚོ་གི་བོད་པ་ལ་ཡི་དམངས་ལ་དགའ་མོས་བྱེད་ཐུ་ཉེན་འདི་ག་རེ་རེད་ང་ཚོ་ལ་ག་རི་ཡོད་རེད་རྒྱ་བོ་རིན་པོ་ཆེ་བཀའ་དྲིན་ལས་རྒྱ་བོ་རིན་པོ་ཆེ་ཁུང་གི་བྱས་རྗེས་འཛམ་བུ་གླིང་གི་ནང་ལ་འོད་ཟེར་ཁྱབ་པ་འདྲ་བོ་ཁྱབ་བྱས་དེ་ནས་བོད་པ་ལ་ཡ་འདི་ཨ་ནི་མི་རིགས་འདི་བཟང་སྤྱོད་དང་གཤིས་ཀ་ཡག་པོ་དང་ཨ་ནི་བྱམས་སྙིང་རྗེ་གང་ལ་ཤུགས་ཆེན་པོ་ཡོད་བ་དང་གུས་ཞབས། ཡོད་པའི་གི་རྒྱུ་རྐྱེན་ལ་བརྟེན་ནས་ང་ཚོ་མི་རིགས་འདི་ལ་ཡ་མི་ཉམ་ཆུང་ཅིག་མི་བཟང་པོ་ཅིག་ངོས་འཛིན་བྱས་ཆེ་རྒྱལ་ཁབ་ནང་ལ་རྒྱབ་སྐྱོར་ཚད་མཐོ་བོ་ཞུས་བ་རེད་ཡིན་ནས་ཆབ་སྲིད་ཀྱི་ཐོག་ལ་རྒྱབ་སྐྱོར་དེ་བྱེད་ཐུབ་ཀྱི་ཡོད་མ་རེད་རྒྱུ་མཚན་འདི་ལ་ལྟ་ནས་ལོ་བདུན་ཅུ་ལྷག་རེད་ང་རང་ཚོ་མི་གི་འདིའི་སྐབས་ལ་ཡ་ཨནི་འཛམ་བུ་གླིང་གི་ནང་ལ་ང་རང་ཚོ་གི་དཔོན་ཆོས་སྐྱོར་དྲགས་ནས་ཕྱི་རྒྱལ་ཁབ་ལ་ཡ་སྐུ་ཚབ་འགྲོ་ཐུབ་ཀྱི་ཡོད་མ་རེད་སྐད་ཆ་སྙོབ་གི་ཡོད་མ་རེད Follow up བྱེད་ཐུག་ཡོད་མ་རེད། ད་ད་ལྟ་འདྲ་བོ་བྱས་ན་ད་ད་ང་རང་ཚོ་དཔལ་འབྱོར་ཐོག་ལ་ཡག་ཐག་ཆོད་ཆགས་ནས་ད་ད་ད། ང་རང་ཚོ་དཔེར་ན་བློ་བཟང་སེང་གེ་ལགས་ཡིན་ན་རེད། ད་ད་དགོངས་པའི་པ་ཚེ་རིང་ཡིན་ན་རེད། ཁོང་ཁོང་སྐབས་ནས་བྱས་ད།

ད་ལྟ་ལས་དོ་ར་ཡར་གཤེགས་ཡོད་རོགས་ད། ད་འདི་འགྲིག་རྩོད་པ་འགྲོ་འདུས་འོར་ད། ཡིན་ཡ་འདི་གར་བྱེད་གོ་རེ་དགྲ་ཁ་བསྙན་ཐུང་ཆགས་ཡོད་རོགས་ད། ང་རང་ཚོའི་མིས་ང་རང་ཚོ་རང་གི་རྨ་ཁ་བཟོས་ནས་གཅིག་གིས་གཅིག་ལ་དགྲ་བཟོས་ནས། འདི་བཟོས་དེ་བསྙན་དུ་བཟོ་འདི་ནང་ལ་རེ་གཉིས་གཅིག་རྒྱུག་གི་ཡོད་རེད་ད། འདི་ཚོ་གི་དཀྲུག་གི་ཡོད་རོགས་ཨ་ནི་ལྐུག་པ་འདི་ཚོ་གི་རྗེས་འབྲང་བྱེད་ནས་བྱེད་གི་ཡོད་རོགས་ད། དོན་གཙོ་བོ་འདི་གར་ཆགས་སོང་ང་རང་ཚོའི་རྒྱལ་ཁབ་འདི་གཏོར་བཤིག་བཏང་གི་ཡོད་རོགས་ད། བོད་རིགས་སྤུན་ཟླ་དེ་མེད་བ་གཟུགས་ཡོད་རེད། སོ་སོ་གི་ཁྱིམ་གི་ནང་ལོག་ལ་ཡ། མདོ་དབུས་ཁམས་གསུམ་ཡོ་རོ་བ་གསུམ་ག། ད་འདི་ལ་དབྱེ་བ་བཅད་འདུལ་བས་ད། འདི་བཅད་འདི་རྒྱུ་མཚན་གར་བཞིན་བཅད་ཀྱི་ཡོ་རེད་ད། ཆབ་སྲིད་ཀྱི་ལྟ་བ་ལང་ཕྱོགས་ཆུང་ཆུང་ཅིག་ལ། ད་ད་ད། བོད་རྒྱ་འབྲེལ་མོལ་སྒང་ལ། གནད་འགག་ཆེན་པོ་ཞུ་བྱ་དོན་རེད། དངོས་གནས་བྱས་ན་རྒྱ་འམ་བཅས་ཁོང།

ཨ་རི་གཉིས་ཀྱིས་ད་བར་རུ་ལ་ཡ། གནས་ཚུལ་ཅིག་ཕྱོགས་བསྒྲིགས་བྱས་དགོས་ཀྱི་ཡོད་རེད། བོད་རྒྱ་ཐོག་ལ་ཡ། གནས་སྟངས་ཅིག་གང་ལ་ཕྱོགས་བསྒྲིགས་བྱེད་དགོས་གནས་ཚུལ་བཟང་པོ་ཞུ་ཅིག་ཆགས་དུས་ད་ད་ད་གོ་སྐབས་དཔེ་ཆེན་པོ་ཆགས་དུས་ང་ཚོ། ང་ཚོ་བོད་རིགས་སྤུན་ཟླ་ཚོ། ད་བསམ་བློ་རྒྱ་ཆེན་པོ་བཏང་ང་ཚོ་ལ་ནི་བསམ་བློ་བཏང་རོགས་གྱིས་ད་ང་དང་ཁྱོད་ཁ་དང་སྣ་དེ་བཞག་རོགས་ད་ད་འདི་ལ་ཡ། རོ། ཁོ་འཇོན་དང་ཁྱོད་འཇོན་ཁོ་འཇོན་སྐད་ཆ་འདི་མེད་བ་བྱེད། རོ། ང་ཚོ་ཚང་མ་མཉམ་རུབ་བྱེད་མ་ཐུབ་བ་ཡིན་ན། ད་ད་རིང་འདི་ལ་གོ་སྐབས་ཤོར་བ་ཡིན་ན། ཨ་ནི། དངོས་གནས་ཁོ་རང་ང་ཚོ། ཡང་སྐྱོ་མི་ཏོག་མང་པོ་ཅིག། མི་ཏོག་མང་པོ་ཅིག་དཀའ་ལས་རྒྱག་དགོས་བས་ཅིག་དཀའ་ངལ་ཅིག་ཆགས་ཀྱི་རེད། དེའི་ནང་ནས། འགྱོད་པ་ཆེ་ཤོས་དེ་ང་ཚོ་གཞིས་ལུས། བོད་རིགས། བོད་ནང་ཡོད་སྐྱོ་དེ་ཚོ་ལ་ད་ལྟ་གདུག་རྩུབ་ནང་མྱངས་བསྡད་སྐྱོ་དང་ང་ཚོ་མི་རིགས་མེད་བ་བཟོས་གི་ཡོད་ར་ད་ལྟ་ཕ་གི་ལ། ཁྱེད་རང་ཚོ་མཁྱེན་གི་རོ་ད་ལྟ། ད་སྤུ་གུ་ཆུན་ཆུན་ཚང་མ Boarding School ལ་ཡ་བཏང་ཡོད་འདུག་གང་ལ། དེ་ཚོ་ཚང་མ་མི་རིགས་དེ་གི་ཀླད་པ་བསྐྲུན་གི་ཡོད་ར་ད་ཁོང་ཚོ་མ་འདྲ་བ་ཅིག་བཟོས་བཤད་གི་ཡོད་ར། བོད་གི་མི་རིགས་གི་བསམ་བློ་ཀླད་པ་མེད་སྐྱོ་ཅིག་བཟོས་བཤད་གི་ཡོད་ར་ད། སེམས་འཚབ་ཆེན་པོ་ཞུ་ཅིག་གནད་འགག་ཆགས་བསྡད་ཡོད་ར། ད་དེ་འདྲའི་ཅིག་སྐབས་ལ་ཡ་དངོས་གནས་ཕྱར་གྲུ་མཉམ་འདུག་བྱེད་ནི་རོ། གལ་སྲིད། འདིའི་སྒང་ལ་ཕྱར་གྲུ་མཉམ་འདུག་བྱེད་ཐུབ་མེད་ན། གནོད་མ་སྐྱེལ་རོགས་བྱེད་ཞུས་ཡིན་རོ། ཨོ་འདི་ང་རང་ཚོ་ནང་ཁུལ་ལ་ཕན་ཚུན་ལ་ད། འཆམ། འཆམ་པོ་བྱེད་ཡས་ཀྱི་དུས་ཚོད་དེ་སླད་དུ་ཡ་རེད། ང་རང་ཚོ་གི་ད་ལྟ་བར་དུ་བྱས་བསྡད་རྒྱུ་དེ་ཚོ་ད་དཔེར་ན། སྤྱི་ཚོགས་ནང་འཁྲུག་ཐལ་གཙོ་བོ་དེ་ག་རེ་ཆགས་སྡོད་ཡ་རེད།

ཁྲིམས་དཔོན་ལ་ཐོབ་ཐང་ཡོད་རེད་བཏང་ཡ་ཁྱེར་བ་ཡིན་ན་འདི་ཁྲིམས་འཆར་གྱི་བཟོ་བོར་བ་ཁྲིམས་འཆར་དེ་སུས་བཟོས་རེད་བཟོས་ཡོད་མ་རེད་སྤྱི་འཐུས་ལམ་ལྷན་ཚོགས་ཀྱི་བཟོས་ཡོད་མ་རེད་ད་དེ་ནས་ནི་མ་འོས་ཤོག་ལུ་ཝེ་མེའོ་བཟོས་ད་ཡོང་མ་སྲིད་བ་དེ་འདྲས་ཀྱི་གནས་སྟངས་དེ་འདྲས་བཟོས་ད་དེ་རྗེས་ལ་སྤྱི་འཐུས་བཞི་བཅུ་ཞེ་ལྔ་ནས་རྩ་འབོར་སུམ་བརྒྱ། གཉིས་ཡས་ནས་ཡ། ཨ་ནི་སྤྱི་བསྡུས། མདོ་དབུས་ཁམས་གསུམ་གྱི་ཨ་ནི། སྤྱི་བསྡུས། སུམ་ཅུ་སོ་གཅིག་གི་ཨ་ནི། ཁྲི་འབོད་གསུམ་པི་ཤར་རྟ། འདི་གནད་འགག་ཆ་དོད་རོ། ད་འདི་སྒང་ལ། ང་རང་ཚོ་གི་ནུས་འགྲུས་སྒང་ལ་ནུས་འགྲུས་ཆེ་ཡ་དེ་གཞི་མེད་ཀྱི་སྐྱག་པ་ཐལ་ལ་བཀབ་པ་འདྲ་བོ་འདི་ནུས་འགྲུས་ཆེ་ཡ་དེ་ག་ཆེ་རེད། འདི། རྩིས་མེད་བཏང་ནི་ཨ་ནི། འགྲོ་བཞག་རེད་ད། ཁྲིམས་འདི། པའི་རྡོག་རུལ་བཏང་ནི་འགྲོ་བཞག་རེད་ད་ད་ལྟ་བྱེད་དུ་ཡོད་རེད། འདི་མ་འོངས་པ་ལ་ད། དོན་ཚན་སུམ་ཅུ་སོ་དགུ་འདི། ཨོ་དོན་ཚན་སུམ་ཅུ་སོ་དགུ་འདི་ཡོད་མ་རེད་ནུས་མེད་ཆགས་ཚར་རེད་ག་འདྲེས་ནུས་མེད་ཆགས་ཡོད་རེད། ཁྲིམས་ཀྱི་ཐོག་ནས་ནུས་མེད་བཟོས་ཡོད་རེད། རོ། དེ་འདྲིའི་གི་གནས་སྟངས་ལྟ་ནི་ང་ཚོ་ཆ་འཇོག་རེད། དེ་ཁོ་དཀར་བོ་རེད་ཁོ་ནག་པོ་རེད་ཤེས་གི་ཡོད་མ་རེད་དེ་ང་ཚོ་ཕྱོགས་ག་ས་ག་ནས་ནོར་འདུག་ག་ལ་མི་མང་དཀྱུས་མ་མགོ་འཁྲུགས་ནས་མི་མང་དཀྱུས་མ་ལ་ཡ་དགྲ་ག་གཉིས་འདུག་ཆགས་གཅིག་གི་གཅིག་མ་ག་བ་ཆགས་དོན་ཚན་སུམ་ཅུ་སོ་དགུ་གླེང་ན་ཕྱོགས་གཅིག་གི་ག་ལོ་དོན་སུམ་སོ་དགུ་དེ་ནུས་མེད་ཆར་ལེར་ཕྱོགས་གཅིག་གི་དེ་ཁྲིམས་རེད་ད་འདི་གང་རྩོད་པ་རྒྱ་ནས་ལྐུགས་པ་ཚང་མ་གིས་ཨ་ནི་དགྲ་ག་གཉིས་འདུག་ཟོས་ནས།

རྒྱལ་ཁབ་ཅིག་གི་ནང་ལ་ཡ། བོད། མི་དམངས་འདི་ལྷུག་རུ་བསྡད་ཡ་ཅིག། སོ་སོའི་གི་རིག་གཞུང་དང། ཁྲག་རྒྱུད་འདི། རྒྱུད་པ་གཅིག་གཟིམ་ཡས་གི་སོ་སོའི་གི་ཨ་ནི། དམིགས་ཡུལ་ལྟ་གྲུབ་ཅིག་ཆགས་བསྡད་རོ་ད་འདིའི་སྒང་ལ་ལྟ་མ་ཐུབ་ནི་ཨ་ནི་བ་ཆ་ང་ཆུང་ཡས་ཅིག་ལ་ཡ། ཆུང་ཆུང་ལ་ཡ་བྱས་ཨིན་ཇིའི་གི་གཏམ་དཔེ་ན་དུ་བ། ང་རྒྱལ་ཅིག་ཟ་དུ། མིག་གི་ཀླད་པའི་གི་བསམ་བློ་བཏང་སྟངས་དེ་མ་བཀག་བཤད་གི་ཡོད་རེད་མཐོང་གི་ཡོད་མ་རེད་འདི་སྐབས་ལ་གང་འཇུག་མ་འཇུག་ཞིག་ཡོད་རེད་བྱེད་དུ་འདི་འདྲའི་སྐབས་ལ་སོ་སོས་གི་རང་མོས་མ་མཐུན་སྐབས་ལ་གར་བྱ་བྱས་དགོས་ཨོར་ལ་ན Stop and ignore it ཡ་མེད་བཏང་དགོས་རེད། བསམ་བློ་རྒྱ་ཆེན་པོ་བཏང་དགོས་རེད་སྐད་ཆ་ཚིག་གཉིས་མ་མཐུན་སྔོན་ལ Stop pause and think ལ་རེད། པས་གལ་ཆེན་པོ་རེད། ད་ད་ལྟའི་གི་འདི་ལ་ཡང་ང་རང་ཚོ་དངོས་གནས་ཚང་མས་གི་ཤུགས་རྒྱག་ནས་སྨོན་ལམ་བྱས་བྱས་ཨ་ནི Follow up ལ་གི་རོ་འདི་གི་ཐོག་ལ་ད་མཛད་གཙོ་རྣམ་པ་གི་འདི་གི་ཐོག་ལ་འཇུག་འདྲི་ཡ་དེ་དཀའ་ལས་རྒྱག་ཡ་དེ་བྱེད་དགོས་ཡ་དེ་པས་གལ་ཆེན་པོ་རེད། རོ། འཐབ་རྩོད་པ་དེ་ཚོ་གི་འཐབ་རྩོད་བྱས། དེ་ནས་ཞི་བའི་སྒང་འགྲོ་ཉེན་དུ་ཞི་བའི་འགྲོས། གྲོས་མོལ་གང་ལ་འགྲོ་ཉན་གྲོས་མོལ་འགྲོ། རྒྱུད་སྦས་བྱེད་ཉན་དུས་སུ་རྒྱུད་སྦས་བྱེད share བྱེད། འཛམ་བུ་གླིང་གི་ནང་ལ་བཀྲམ། བོད་དོན་གྱི་གནས་སྟངས་དུས་སུ་བཀྲམ། གཅིག་གིས་གཅིག་ལ་རྒྱུད་ལོང་ཡ་བྱེད་དུས། ཨ་ནི་འཛམ་བུ་གླིང་གི་ནང་ཁྱབ་ཀྱི་རེད། ང་ཚོ་བོད་བོད་ཀྱི་ཆབ་སྲིད་ཀྱི་ཐོག་ལ་བསམ་བློ་བཏང་དང་འདི་ག་ཐབས་སྐྱོ་བོར Tibet Action Institute ཉེ་ཆར་ནད་ནི་ཨ་ནི Democracy ད་ལྟ་འདི Medal

བཀྲམ་ཡོད་མར་ངས་ངོ་དེབ་ནང་ཡོད་རེད་དེ། དེ་གིས་ཐབས་སྐྱོ་བོར་ད་དེ་གིས་ཀྱི་ང་ཚོ་ད་ནང་ཁུལ་ལ་རྫི་མགོ་ཆུ་ན་ད་སྤྱི་ཚོགས་ཚང་མ་དཀྲུག་ཡ་ཐལ་སིང་སྦེ་སིང་བཟོས་གི་འདུག་ད་བྱེད་དགོས་དེ་བྱེད་གི་མི་འདུག་དེ་ཚོ་བཀྲམ་དགོར་བ་འཛམ་བུ་གླིང་གི་ནང་ལ་རྒྱ་ནག་ལ་ད་ལན་དེ་འདྲའི་ལེ་ཡིག་རོ་ཨ་གནོད་ཤུགས་དེ་འདྲའི་ལེ་ཡིག་རོ་ད་ད་ལྟ་རྒྱ་ནག་པད་ཁོ་རང་ཚ་བིར་བིར། ཟེར་བའི་བཅུད་ཉེ་བའི་གཉིས་ཡོད་མར་ད་ལྟ་འདི་ལ་ཡ་གནད་འགག་དེ་ལ་ཡ། ཁ་ཚང་ནས། དམངས་གཙོའི་གི། བྱས་ཁ་དེ་རག་ནས་བྱས། ད་ད་ག་ནང་དག་གི་ད་འདའི་གི། ཨ་ནི། བའི་པ་ཏྲི་སིན། གྲོ་བཟོ། གི་མཛེས་བཟོ་མིན་ན། ད་འདི་ཚོ། ཨ་ཡོད་ནང་གི་ད་ཡོད་ཨ་རིག་གི། འདི་ཚོ་མཛེས་བཟོ་རྣམ་པ་ད་ཕ་གི་ཕས་གི་ཡོད་འདུག་གང་ལ། རྒྱ་ནག་ལ་ད་པད་མ་སྲིད་གི་ཤུགས་ཆེན་པོ་ཅིག་ཆགས་ད་ཡོད་ད་ལེ།